ཁོ་རང་ཁྱེད་དང་ནས་སྤྱི་ཚོགས་ཞབས་ཕྱི་ཞུ་ནས་དེ་འདྲས་རེད་གདམ་ས་ལ་ལ། མིག་གི་རྗེས་ཀྱི་གོ་སྐབས་རག་སོང། ཁོ་རང་གྲོགས་ཅིག་ཡིན་པ་ཡིན་ན་ད་ལྟ་བོད་པ་བོད་པ་ཚོ་ལ་ད་མེག་ལོར་གང་བྱེད་ར། གདམ་ས་ལ་ལ་ཞུ་ནས་ཀྱི་བོད་པ་ཚོ་དང་ད་བོད་པ་རྣམ་པ་ལ་ཅིག་ཡིག་ཆ་གི་ཐོག་ནས་དཀའ་ཉེན་ཡོད་སྐྱོ་དང་ཨ་ནི། ཁྲིམས་ཐོག་གི་ཐོག་ནས་དཀའ་ཉེན་ཡོད་ན་རྡོ་རྗེ་རྒྱལ་མཚན་ལ་ག་དུས་ཡིན་ནས་རོགས་པ་བྱིན་བདེ་བོ་རེད། ད་མི་ཁ་ཤས་ཅིག་ཞབས་སྤྱི་ཁ་རྩོམ་རྩོམ་ལ་ཞུས་ནས་སྤྱི་ཚོགས་ལ་རོ་ཨ་ནི་དེ་ཚོ་ཞི་ར་ཞི་ར་ཅིག་བཀྲམ་དགོས་མེད་བ་ཐོག་ནས་ནི་ལས་ཀ་ཅིག་རྒྱབ་ལ་བྱིན་ནས་བདེ་བོ་རེད་ད་དེ་འདྲའོ་ཅི་རེད་རྡོ་རྗེ་རྒྱལ་མཚན་ལ་འདྲའོ་ཅི་ཡིན་པ་ཡིན་ན། ད་རིང་ཁོ་རང་གིས་དྲ་སྒམ་ཅིག་བཏོན་ཤག་དེ་ནང་ལོགས་ལ་ཉོན་ལྷན་ཚོགས་ཀྱི

ཨ་འདི་ཡིས། ཁོ་རང་གིས་ལས་ཀ་བྱེད་དང་མ་བྱེད་དེ་སུ་སུའི་གི་དམིགས་ཡུལ་ཅིག་ཡོད་རེད་མི་ཚེ་ནང་ལ། ཨ་སུ་སུའི་གི་ལམ་ཅིག་ཚད་བཞག་ཡོད་རེད་བུ་རྒྱལ་ཁབ་དོན་དག་ལ། ཨ་ནི་དེ་ལ་ཅིག་བཀག་སྡོམ་བྱེད་ཡ་བྱེད་དོ། དེ་འདྲའི་མཚམས་བཞག་ན་ཡག་པོ་ཡོད་རེད་སླེས་དོ། མཚམས་བཞག་ན་ཁྱེད་རང་ཚོ་གྲས་ནས་ཚུར་བཞག།

ཨ་མའི་དེ་འདྲས་ལག་གི་འདུག་དཔའ་བའི་དེ་འདྲས་ལག་གི་འདུག་ཨ་ནི་ངེད་ཀྱི་གྲོགས་པོ་གྲོགས་མོས་ཀྱི་དེ་འདྲས་ལག་གི་འདུག་ལ་ལ་ནི་སྤྱི་ཚོགས་མཆོད་འཇོར་ཅིག་ནང་ལ་བསྡད་དུས་ཙམ་པ་ལ་ཨ་ནི་དེ་གི་དམངས་ཀྱི་བྱེད་སྟངས་འདྲ་བོ་དེ་མ་ཕྱེ་བ་ཡིན་ན་ཨ་ནི་སྤྱི་ཚོགས་ནང་ལོགས་ལ་དཀའ་ཉེ་འཕྲད་ཀྱི་སྐད་ཆ་འདྲ་བོ་ཅིག་ཆགས་འགོ་ར་ཨ་འདི་གི་ཐོག་ནས་ཨ་ནི་ད་ག་ཚུད་འགྲོ་དགོས་རེད་བསམ་གོ་འདུག་ར་ཁ་ཤས་ཐ་ན་ནང་ལོགས་ནས་སྐད་འབོད་རྒྱབ་ཉེས་དེ་ཚོའི་ངེད་ཀྱི

ང་འདི་འདྲས་ཡིན་པ་ནི་ངས་ཁས་ཞུ་ཡས་མེད་ཞུ་ཡས་ཡིན་ར། ད་ང་ད་རིང་རྡོ་རྗེ་གན་ཚའི་ལག་གི་ཐོག་ནས་སྐད་ཆ་ཐུག་གཅིག་བྱས་ལ་གཅིག་བྱས་ནས་ཁྱོད་བསྡད་པ་རེད་ར། ཨ་ནི་ཡིན། ངས་ཁས་ཞུ་ཡས་དེ་ག་རེ་ཡིན་ཟེར་ན་ཚོགས་པ་ག་རེ་ཞིག་ཡིན་པ་ཡིན་ནས་ཚོགས་པ་དེ་ལ་དང་པོ་ཉན་ལ་ཚོགས་པ་དེ་འགོ་བཙུགས་དུས་བསམ་པ་ལ་དམིགས་ཡུལ་ཇི་ཡོད་ཚོགས་པ་དེ་ལ

དམིགས་ཡུལ་ཏེ། དེ་འདྲས་ཡིན་དུས་བརྩམས་པ་ན་ནི་སོ་སོའི་གི་དམིགས་ཡུལ་དག་པ་རང་ལ་བརྟེན་ནས་ནི་སོ་སོའི་གི་ལས་ཀ་དེ་བྱེད་ན་ཡག་པོ་ཡོད་རེད། ངས་འོན་དེའི་སྐོར་ནས་ཤོད་ཡིན་ར། ཁར་ཆེན་ལ་ནར་བ་ཚེ་བརྟན་ཆོས་སྒྲོན་ཁ་བཀག་ཐུག་མ་རེད་ཨོ་ཁེ། འོན་དེའི་ཤོད་ཡིན་ར། ཨ་ནི། ཚོགས་པ་གཅིག་གིས་ཟེར་བ།

ཚོགས་པ་དེ་ལ་འཛུལ་དུས་འཇམ་པ་ལ་སུ་སུས་ཀྱིས་དང་པོ་དམིགས་ཡུལ་གཅིག་ཡོད་རེད་བུད་མེད་ཚོགས་པ་ལའི་དེར་འཛུལ་དུས་འཇམ་པ་ལ་ང་བུད་མེད་ཅིག་ཡིན་བསམ་གོར་ང་བོད་ཀྱི་བུད་མེད་ཀྱི་ཆེད་དུ་ངས་དཀའ་ལས་རྒྱག་གི་ཡིན་བསམ་གོར་ད་བོད་ཀྱི་བུད་མེད་ཆེད་དུ་དཀའ་ལས་མ་རྒྱག་བ་ཆད་ཨ་ནི་ལས་ཀ་གཞན་པ་རྙག་ག་རྙོག་ག་དེ་འདྲ་ལ་ལག་པ་འཆང་བསྡད་ན་ཨང་ཁྱང་ཚོགས་པ་དེ་གི

བར་ཆད་མ་ད་རུ་བྱེད་ཡིད་ལ་ནི་ཕ་སྐད་ཆ་བཤད་དེ་གལ་ཆེན་པོ་ཆག་གོ་རེ་ཏི་འཛམ་བུ་གླིང་གི་འགྲོ་སྟངས་དམངས་གཙོ་དུས་ཆེན་གླེ་ལོ་དུ་དམངས་གཙོའི་གི་ལམ་གཅིག་ཆག་དེ་གོ་ར་འཛུག་གོ་ཚོའི་ཞི་དུ་སྟབས་ད་འདོད་གཅིག་རྒྱ་གཞུང་གི་ལྟ་བ་འདྲ་བོ་བྱེད་ནི་ཨ་ནི་དབང་ཡོད་ཤས་གི་ཐབས་ཤེས་གཏང་གི་འདུག་ན་ཚོགས་པ་དེ་འདྲའི་ནང་ལ་འཛུལ་དགོས་ཡོད་མ་རེད་ཚོགས་པ་དེ་ནས་མ་ཤར་རྒྱ་དོན་ཤར་ལ་འགྲིག་གོ་རེ་དང་པོ་ཞིག་ཡོད། ད་ངས་དཀྲུག་ཤིང་གི་སྐད་ཆ་མེད་ཞོའི་ཉིད་ཀྱིས་དྲང་བདེན་གྱི་སྐད་ཆ་བཤད་ཀྱི་ཡོད། གར་ཕྱིན་ཟེར་ན་ང་བུད་མེད་ཅིག་ཆགས་གོ། ཁྱེད་རང་ཚོས་ཀྱིས་ག་རེ་ལྟ་དགོས་དགོས་རེད། བུད་མེད་ཅིག་གིས་བུད་མེད་གཞན་པ་ཅིག་ལ། ཨ་ནི། ཐུབ་ཚོད་བཤད་ཀྱི་འདུག་བས་ཐུབ་ཚོད་བཤད་ཀྱི

དང་པོ་སྐྱེ་དུས་ང་བོད་པ་ཅིག་ཡིན་ཕྱིར་ཐོག་ནས་སྐྱེས་པ་རེད། འདི་བོད་པ་ཅིག་རེད་ང། མི་རིགས་འདི་བོད་པ་རེད་ཨ་ནི་བུད་མེད་ལའེ་འདི་ཨ་བོད་པའི་གི་ནང་ནས་ང་བུད་མེད་ཅིག་ཐོག་ནས་ང་སྐྱེས་ད་མི་རིགས་རིན་པོ་ཆེ་རྩ་ཆེན་པོ་འདི་འདུག་སྐྱེས་བའི་ར། བྱས་ཙང་བུད་མེད་མ་ཡིན་པའི་གི་སྙད་ལ་ང་བོད་པ་ཅིག་ཡིན་དུས་ཙམ་པ་ལ་ང་ལ་སྐྱེས་དུས་ཁོ་རང་ནས

དེ་བྱས། དེ་ནས་ང་ཆུང་དུས་ག་ནས་ང་བོད་ཁྱིམ་སློབ་གྲྭ་ལ་སྐྱེལ་ར། བོད་ཁྱིམ་སློབ་གྲྭ་ལ་འཛུལ་དགོས་ཀྱི་རྒྱུ་མཚན་དེ། པར་བ་ཅིག་གིས་སྤུ་གུ་མང་ཆག་ཅིག་ལྟ་དུ་ཆི་ཐུག་མ་རེད་ར། བྱས་ཙང་བོད་ཁྱིམ་སློབ་གྲྭ་ལ་ཅིག་སྐྱེལ་བ་ཡིན་ན་ཨ་ནི་དེ་ལ་ལྟ་དུ་ཆི་ནས་ཁྱིམ་ཚང་ཕ་མ་ཡོད་པ་བྱས་ཨ་ནི་དགེ་རྒན་གྲགས་རི་གྲགས་ཚེ་ཡོད་པ

ད་ད་ལྟ་སྐད་ཆ་གཅིག་འདི་ལེགས་གི་འདུག་ངེད་ཀྱི་དྲ་གམ་གཅིག་གི་བར་ལ་མཆན་གཅིག་འདི་རྒྱབ་བཞག་ཨ་ནི་ཡིན། དེ་མོའི་ལྷན་ཚོགས་ཐོག་ལ་ངེད་ཀྱིས་ང་རང་གི་དཀའ་ངལ་འདི་བཤད་དུས་ཙམ་པ་ལ་མཆན་འདི་རེ་བཞག་ཁྱེད་རང་བོད་ཁྱིམ་སློབ་གྲྭ་ནས་འབྲས་དཀར་ལ་མང་པོ་ཟ་བ་རེད་ཁ་བཙུམ་ལ་བཞག་ར། ད་དེ་སྔ་མཆན་རྒྱབ་ཉེས་འདི།

བོད་ཁྱིམ་སློབ་གྲྭ་ལ་ཞི་བ། དེ་བརྒྱ་པའི་དང་པོ་དེ། བཙན་བྱོལ་ལ་ཡོད་ངེས་ཀྱི་པུའུ་ཚོ་ལ་སློབ་སྦྱོང་སྤྲད་ཆེད་དུ་རེད། བཙན་བྱོལ་ལ་ཡོང་ངེས་ཀྱི་པུའུ་ཚོ་ལ་བོད་རང་དབང་རང་བཙན་གྱི་ཆེད་དུ་ཨ་ནི་སློབ་སྦྱོང་ར་ཡ་ཆེད་དུ་རེད། ཨ་ནི་བཙན་བྱོལ་ནས་ཡོད་ཉེས་ཀྱི་སྤུ་གུ་ཚོ། རྗེས་མ་ཆེན་པོ་བྱ་ནི་བོད་རྒྱལ་ཁབ་འདི་སོ་སོའི་གྱི་ལག་པ་ལ་ཚུགས་རང་ཅག་ལས་ནི་བོད་ལ་ལོ་འགྲོ་བའི་ཆེད་དུ་རེད་རོ་ཨ་བོད་ཁྱིམ་སློབ་གྲྭ་ལས་ཏེ། བོད་ཁྱིམ་སློབ་གྲྭ་ལས་ཏེ་བོད་ལ་དོ་ཨ་ཏེ་བོད་ཀྱི་ཐ་སྙད་བོད་དེ་བེད་སྤྱོད་བཏང་དུས། སློབ་གྲྭ་འདི་གི། ག་ལ་བར་ལྟ། དམིགས་ཡུལ་འདི་ཆེན་པོ་ཞེའུ་གཅིག་ཡོད། ཧེ་མཐོ་རིས་ཀྱི་དམིགས་ཡུལ་ཆེན་པོ་ཡོད། བྱས་ཙང་དམིགས་ཡུལ་ཆེན་པོ་ཡིན་དུས། སློབ་གྲྭ་དེ་ནང་ལོ་ལ་སོ་སོ་ཆུང་དུས་ཀ་ནས་ལོ་བཅོ་བརྒྱད་པ་དོ། འཛིན་གྲྭ་བཅུ་གཉིས་ཐོན་འདོད་པ་དོ་སློབ་གྲྭ་དེ་ནང་ལ་བསྡད་ནས་ཉིན་གྲངས་རེ་བཞིན་གཏིང་མོ། དེ་ད་ལི། ད་ཙག་ཆེན་པོ་ར། དེ་ཚོ་ཟ་དུས་ཙམ་པ་ལ་སྔ། འཕགས་པ་ནང་བཞིན། ཁྱི་རྣམས་ཤི་ས་ནི་དེ་མེད་བཞོན་པ། འཕགས་པ་ཁྱི་ཤི་མི་དེ་ཚོ་ལ་ལྟོ་སྤྲད་ན་ཁོ་ཚོ་ཉི་མ་ཉི་མ་དབུགས་དང་ཡང་རཱས་རཱས་བྱེད་དུ་བཀྲིགས་དེ་སྒོར་སླེབས་པ་དེ་གཡུང་བས་ཀྱིས་བེད་སྤྱོད་ཡོང་མ་ཧྲི་ཁོ་ཚོར་ལྟོ་དེ་གི་ར། ང་སྤྲ་བོ་ཅིག་ན་ང་མི་རི་རིན་པོ་ཆེ་གཅིག་ར་དེ་ག་ལ་བོད་པ་བྱེད་བོད་པ་ཡིན་པ་མ་ཟད་བཙན་བྱོལ་ལ། སྐད་སྒྱོགས་ཡིན་རྒྱུ་ཙམ་པ་ལ་ང་ལ་ལས་འགན་ཆེན་པོ་ཅིག་ཆགས་ཡོད་རེད་ཅེས་ཟེར་ངའི་ཁ་ན་ལ་ག་རེ་བསླུ་བ་ཡིན་ནི་རེད། མིག་ལ་ག་རེ་མཐོང་པ་ཡིན་ནི་རེད་ཨམ་ཅོག་ལ་ག་རེ་ཐོས་པ་ཡིན་ནི་རེད། དེབ་ནང་ལ་ག་རེ་ཀློག་པ་ཡིན་ནི་རེད། བཟོ་ཚོང་རླུང་འཕྲིན་ནང་ལ་ག་རེ་ལྟ་བ་ཡིན་ནི་རེད། ག་རེ་ཀྱི་ཐོག་ལ་མི་གཉེན་པོ་འབྲེལ་བ་བྱེད་དུས་ཁ་ནས་ག་རེ་སྐད་ཆ་བཤད་པ་ཡིན་ནི་རེད། དེ་ཚོ་ཚང་མའི་གི་རྒྱབ་ལ་ངེད་ཀྱི་བོད་ལྭ་ཡི་དེ་མཐོང་སྐོར་ར་བོད་དེ་ཡིན་རྒྱུ་ཙམ་པ་ལ།

འཛིན་གྲྭའི་ནང་ལོག་ལ་སློབ་དེབ་དང་དེ་དགེ་རྒན་གྱི་ལབ་སྐྱོར་གཅིག་པོ་གཅིག་ལ་དོ་སྣང་བྱེད་དེ་ན་ང་གྲོགས་གཅིག་ཆགས་ཀྱི་མ་རེད། ཨ་ནི་ག་རེ་ཆགས་ཀྱི་རེད། ཡིག་རྩལ་བཏང་དུས་རྩམ་པ་ལ། ཤུ་གུའི་སྒང་ལ་ལན་དེ་ཚོ་སྐྱུག་པ་སྐྱུག་ཨ་འདི་བྱས་ལ་ཨ་ཚ་བ་རེད་ཨ་ནི་ར་ལུག་ནང་བཞིན་དཔལ་དཔལ་ལ་ནི་འགྲོ་དེ་ཉིད་ཅིག་ཆགས་ཀྱི་རེད་ར། ད་ང་དང་ང་འདྲ་བའི་གི་བོད་པའི་གི་བུད་མེད་མང་པོ་ཡོད་རེད། ང་རང་ཚོས་གི་སློབ་སྦྱོང་ལ་དེ་བྱེད་དུས་རྩམ་པ་ལ། སློབ་སྦྱོང་འདི་ག་རི་བསླབ་སྐྱོ་འདི་སྦྱང་བ་ཙམ་མིན་པ། བསམ་བློ་བཏང་སྟངས་འདི་བསླབ་པ་དང་འདི་ངེད་ཀྱི་བསམ་བློ་ཁོ་སློབ་སྦྱོང་ལ་ཡེ་སྟེ་བསམ་བློ་བཏང་སྟངས་འདི་སྦྱང་བ་རེད་སློབ་སྦྱོང་ལ་ཡེ་སྟེ་སོ་སོའི་གི་བྱང་མགྱོགས་འདི་གིས་དེ་ལ་དཔྱད་པ་བྱེད་ནས་འདི་གི་སྤྱི་ཚོགས་ལ་ག་འདྲས་ཕན་ཐོགས་འདོགས།

མི་དམངས་ཀྱི་ཐོག་ལ་སྐད་ཆ་བཤད་དགོས་ཡོད་ན་ང་ལ་བཤད་ཡ་གི་ནུས་པ་དེ་ང་རང་སོ་སོའི་གི་ཆུང་དུས་ག་ནས་སྦྱོང་སྟངས་བྱེད་རྒྱོ་དེ་ཡིན་རེད་བ། དེ་དང་ད་ལི་ཟ་རྒྱོ་གི་གྲུབ་འབྲས་དེ་ཐོན་འདུག་ལ་ནི་བཟང་སྤྱོད་ལ་མིག་བལྟ་ན་ཨི་འདྲའི་ས་མ་ཏང་ཡོད་རེད་བ། བཟང་སྤྱོད་ལ་ངན་པ་གི་ཐོག་ནས

དེ་ཁོ་རང་ནོར་གྱིར། དེ་གང་ལ། ད་ལྟ་བོད་ཁྱིམ་སློབ་གྲྭ་དེ་བཙུགས་བས་དེ་རྒྱུ་མཚན་དེ་བོད། རྒྱ་སྒོ་གཞུང་གི་ཕྱོགས་ནས་བོད་མི་མང་པོ། བཙན་དབང་བཏང་ར། བཙན་དབང་བཏང་ལ་དེ་ཡོར་ད། བོད་མི་མང་པོ་གཅིག་ལ་བཙན་དབང་བཏང་ཡོར། དམག་མི་དེ་ཚོ་ཡོང་ནས་ཁྱོད་ཚོ་ཧ་གོ་གི་ཡོད་ཀི། བུད་མེད་མང་པོ་ཅིག་བཙོན་ཁང་ནང་ལ་ཉལ་དུས་བརྩམས་པ་ལ་ཁོ་ཚོ་ལ་བཙན་དབང་བཏང་པ་མ་ཟད་ཁོ་ཚོ་ལ་གདུག་རྩུབ་ཞེའུ་ཅིག་བཏང་ཡོད། ང་ཚོས་ཀྱི་བསམ་ཚུལ་ལ་གདུག་རྩུབ་ལབ་དུས་བརྩམས་པ་ལ་ཉལ་ཐ་བཏང་ཡས་དང་ལས་ཀ་བྱས་དེ་གཅིག་པོ་རེད་བསམ་གི་འདུག་ཨ་ཏི་མ་ར་ད། ཉི་མ་ཁྱོད་ཚོ་གི་ཨ་མ་ཨ་དེ་གི Documentation ཅིག་ཡོད་རེད་དམ་ས་ལ་ལ་མང་པོ་བཞུགས་སོང་ཨ་མ་ཨ་དེ་དེའི་གི་ལྟད་མོ་དེ Women of Tibet ལ་ནས་ད་ལྟ།

ར། བྱུང་དང་འབྱུང་བཞིན་པ། སྙེ་མ་བྱུང་ཡོད། སྤང་མདའ་ཡོད་ར་སྤང་མདའ་གྲོངས་སོང་ཨ་མ་དེ་གདམ་ས་ལ་གྲོངས་སོང། གྲོངས་དུས་ཙམ་པ་ལ། བུད་མེད་དེ་འདྲས་བུད་མེད་དེ་འདྲས་ཅིག་བུད་མེད་དེ་འདྲས་ཅིག་ལ། བོད་གཞུང་གིས། དཔུང་པ་སྐྲག་དུས་ག་འདྲས་བྱེད།

བུད་མེད་དེ་ཚོས་ཀྱིས་བུད་མེད་ལྷན་ཚོགས་ཀྱི་བསམ་བློ་དང་ཁོ་རང་ཚོས་ཀྱི་ལྟ་བ་ལ་སྣང་མ་སྤྲོ་ན་གདུག་རྩུབ་གཏང་རྒྱུ་བྱུང་འདུག་ཨ་མེག་ལོར་དཀའ་ངལ་དེ་བ་ལ་དཀའ་ངལ་ཞི་བོ་འཕྲད་རྒྱུ་དེ་འདྲས་བྱུང་འདུག་ཨ་སྤྱི་ཚོགས་ནས་དཔིག་ཡིག་ལ་སོགས་པ་དེ་འདྲས་ཀྱི་སྐད་ཆ་བྱུང་འདུག་ཨ་དཔེ་དུག་ཅར་བ་ཁྱེད་རང་ཚོ་ད་ངེད་ཀྱི་ཁྱེད་རང་ཚོ་ལས་དེ་ངེད་ཀྱི།

ཡིན་ནས་མི་སྒེར་གྱི་ལས་འགན་དེ་ག་རེ་བོད་པ་བྱས་ན་མི་འབོར་འཕེལ་རྒྱས་ཆེ་ཡ་ལ་ཞིག་འགྲོ་ཨ་ཡ་པོ་གོ་ཟོས་གོ་གོར་ད་མི་སྒེར་ལ་ཡ་དེ་གལ་ཆེན་པོ་རེད་ད། པོ་གོ་ག་བཙོན་མ་ང་སྐྱེ་བ་ཡིན་ནས་ཁ་ཆེན་ད་འདྲ་རྒྱལ་ལགས་ཅིག་གི་གསུང་གོ་འདུག་ཨ། དྲ་སྒམ་ཆེ་ནང་ལ་བོད་མི་བཟའ་ཚང་གཉིས་ཀྱི་ཟེར་བ་པོ་གོ་གཉིས་བཏོན་པ་ཡིན་ན།

གལ་སྲིད་མི་ཚང་མས་སྤུག་གསུམ་ཙམ་བསྐྱལ་བས་ན་བྱེ་མ་ས་ཡ་བོད་མི་ས་ཡ་དགུ་ཆ་ཡ་གི་དེ་གི་ནུས་པ་ཡོད་སྐྱོར་དེ་ལ་ངེད་ཀྱིས་ཤུགས་བརྒྱབ་ཚ་ཡིན་ར། སྤུག་གསུམ་ལས་སྣག་ག་སྐྱེ་མ་སོང་དཀོན་མཆོག་གིས་གནང་མ་སོང། ཕྱི་ཟ་སྤུག་གསུམ་མ་ཞི་མེད་ར། ཡིན་ནའི་སྤུག་ལྷག་ཏག་ཏག་གསུམ་ཡོད་འགྲིགས་ས། ཨོ་ཁེ། ཁྱེད་ཚང་ད་ལྟ་བོད་མི་ལྷན་ཚོགས་ཀྱི།

ཁ་ཆེ་སྐད་ཆ་དེ་དང་པོ་གླེང་ཡ་དེ་སྙེ་མ་ནི་ངའི་བུད་མེད་ལྷན་ཚོགས་ཐོག་ལ་ངེད་ཀྱིས་དཔྱད་ཞུས་མ་སོ་ཨ། ཕྱག་ལེན་ཡག་པོ་གནང་གི་འདུག་ལ་ནི་མ་ཤེས་གཞན་པ་ངས་ཞུས་མ་སོ་ཨ། རྒྱུ་མཚན་ག་རེ་ཡིན་ཟེར་ན། མི་གིས་ནོར་འཁྲུལ་བཟོས་ཀྱི་རེད། ང་ཡི་མི་རེད། མི་ནོར་འཁྲུལ་བཟོས་ཀྱི། མི་རོ་བ་བྱས་ཙང་སངས་རྒྱས་མ་རོ་ཨ། ཡིན་ནའི་ནོར་འཁྲུལ། མང་རུ་མང་རུ་བཟོས་འདི་ག་ལ་དགོངས་དག་ལ་ཡ་མེད་བ་ལ་ད་འདོད་ཅིག་སུ་སུ་ཞེའུ་ཅིག་ཡིན་མདོག་མདོག་བྱེད་བ་ཡིན་ན།

ཟ་ག་ནང་དཀྲུག་གི་རེད་ཧོ་ཏེལ་ནང་ནས་ཉོས་ཀྱི་རེད་དུས་ཚོད་ལྷག་མ་དེ་ཚོ་ཏེས་ཅིག་ལ་བིད་ཀྲོ་ཅིག་བཟོས་ཀྱི་རེད་གྲོགས་མོ་ཉན་པ་ཁ་བརྡ་བཤད་ཀྱི་རེད་གཞན་པ་ཚང་མ་ལོ་ཉེས་ནང་དེ་ཚོ་ནང་ལ་བཙུད་ནི་དེ་གོ་ར་འདི་ཁམས་སྐྱེ་ང་བོད་མི་རིགས་ལ་ཤ་ཞེན་ཡོད་ལ་ཨེ་ཉོས་ཀྱི་དེ་དུས་ཉོས་ཀྱི་གཏམ་བཟོ་བས་ཁྱེད་ཚོས་ཀྱི་ལས་འགན་དེ་བྱེད་མ་འདུག་ལ་ནི།

ནོར་འཁྲུལ་གཉེར་བ་དེ་གལ་སྲིད་ཡང་མི་རྐང་རེ་གཉིས་གཅིག་གིས་དེ་འདྲའི་བྱིས་གླ་ཡོད་ན། ཨ་དེ་ཚོ་སོ་སོའི་གི་ཀླད་པ་མ་གཡུགས་ནི་བྱིས་དོགས་བྱ་རྒྱུ་དེ་ལ་ནོར་འཁྲུལ་གཉིས་པ་གཅིག་རེད་ར། ནོར་འཁྲུལ་གསུམ་པ་དང་རྫབ་ཆེ་ཤོས་དེ་ག་རེ་རེད། ད་ངེད་ཀྱི་གོ་ཨེ་དེ་རེད་གཞན་པ་ཀའི་གོ་ཨེ་དེ་རེད། བུད་མེད་ལྷན་ཚོགས་ཀྱི་ས་གནས་ཁ་ཤས་གཅིག་ལ་ང་དཔང་རྟགས་ཡོད་ད། སྤང་ད་ཡོད་ད། ས་གནས་ཁ་ཤས་ཅིག་ལ་ད་ལྟ་ཤོག་སྒོ་དེ་བཀྲམ་པ་ཙམ་མིན་པ་ཨ་ནི་དེ་དུས་སྐད་ཆ་དེ་ཚོ་ཨེ་འདྲས་ཨེ་འདྲས་བྱས་ནས་བཤད་འདུག་ཨ། ཨ་ནི་དེ་འདྲའི་དེ་འདྲའི་ཐོག་ལ་ཨ་ནི་བུད་མེད་དེ་ཚོ་ལ་སྐད་ཆ་དྲིས། ཨ་ཆོས་ལུགས་སྤྱི་འཐུས་མགོ་དང་མོ་མགོ་ལ་ནི་སྐད་ཆ་དྲིས་ལ་ནི་དེ་ཚོའི་ལབ་སྐྱོ་དེ་ཁོ་རང་གི་ཚབ་ཆེན་པོ་ཆགས་ཁོ་རེད་ལ་ཡིན་པ། བྱས་ཙང། ང་གྲོངས་ཀྱིས་ནི་རླུང་ལ་འགིར་བ། ཁ་ཅིག་ལ་ནི་ང་བུད་མེད་ཡིན།

ང། ས་གནས། ཡིན་གྱི་མིན་གྱི་ས་གནས་དེ་ལ་བསྡད་དགོས་ཡོད་ལ་ངས་དེ་ཡས་མེད། ང་ག་བ་ལ་ང་རང་གི་ཀླད་པ་དེ། ལུས་དང་ངག་དང་ཡིད་དེ་གི་ཐོག་ནས་ག་བ་ལ་ངས་ཀྱི་བྱ་བ་བཟང་པོ་བྱེད་ཐུབ་པ་ཡིན་ནས་ངས་ཀྱི་ཞབས་ཕྲི་དངོས་གནས་དེ་ཞུས་ཐུབ་པ་ཡིན་ན་ང་ས་གནས་དེ་ལ་ང་བསྡད་ཐུབ་ངེས་དེ་ཡིན། རང། Facility། གལ་ཆེན་པོ་འདུག། ཉེ་ས།

འོན་ཏེ་མཛོད་བོ་གཅིག་རེད་ལ། ནང་གི་བར་ཆད་བརྟག་ཉེས་དེ་སྙེ་མ་ནས་བཏོན་བཞག་ཡོད་རེད། ཁྱོད་ཚོ་ཚོགས་ཀྱི་ཚོགས་ཀྱི་ལ་སོ་སོའི་གི་ལས་འགལ་མེད་སྐྱོགས་ཆེ་ལོ་སྤྱི་མཐུན་རྣམ་པ་གི་ལས་དྲི་བ་གནད་འགག་དེ་འདྲ་བསྐྱོད་གི་འདུག་ད་བོད་ཀྱི་བསྟན་པ་ཆབ་སྲིད་ལ་ཕན་གི་ཨ་འདི་ཚོ་ལ་ལས་མ་རག་དུས་ངོ་ཚ་རླུང་ལངས་ཨ་ནི་ཡར་ལངས་ནས་འགྲོ་ཉེས་དེ་འདྲ་འདུག་ཨ་ཁྱོད་ཚོ་ཚོགས་མ་བྱོ་འདི། སྤྱི་འཐུས་གྲོས་ཚོགས་ནང་ལོགས་ཀྱི་ནང་གི་བར་ཆད་དེ་རེད། ལན། ར། ཨ་མདའ་དེ་ལོ་གཅིག་གི་བར་ལ། ད་ད་ལྟ་དུས་ཚོད་དེ་དེ་སྙེ་མ་གི་སྤྱི་འཐུས་གྲོས་ཚོགས་དང་ད་ལྟའི་གི་དེ་བར་ལ་ནི་མི་ཀླད་པ་འཁྲུགས་བསྡད་རྒྱོ། སྤྱི་འཐུས་ཀླད་པ་འཁྲུགས་བསྡད་རྒྱོ་དེ་ཚོ་ཡིན་ན་དེ་ཚོ་ལམ་ཡག་པོ་ཅིག་ལ་སླེབས་བའི་གི། སྨོན་ལམ་ཡོད་གཞོན་ཨ་ནི་དེ་འདྲའི་དགོན་དང་བླ་མ་ཐུག་ནས་ད་གང་ལྟ་ནས་ང་ཚོས་ལས་ཀ་ཡག་པོ་བྱེད་ཀྱི་ཡིན་གསུངས་ནས་ཨ་ནི་ལས་ཀ་ཁ་རི་ཁ་ཐུག་དྲང་པོ་བྱེད་པ་ཡིན་ན་ང་ཚོ་ཡིན་པ་ཡིན་ནའི་མི་རོ་ཨ་ཡ་ང་ཚོའི་སྐད་དངོས་གནས་ལས་ཀ་ཡག་པོ་བྱེད་འདུག་མི་ལ་འགྱུར་བ་འགྲོ་ཤག་ཨ་ནི་བོད་ཀྱི་བསྟན་པ་ཆབ་སྲིད་ལ་ཕན་ཐོགས་ས་རེད་བསམ་ནས་ཁྱེད་ཚོ་གི་རྐུབ་བཀྱག་དེ་མ་རེད་ཀྱི་རྐུབ་བཀྱག་ནི་མ་བེད་ཀྱི་ཉང་ཀ་དེ་སོ་སོར་ཉུང་མ་ཆག་གོ།